ཁྱེད་རང་སྐྱེས་བུ་ཡིན་བསམ་གི་འདུག་བལ། གཉེན་སྟོན་འདི་ངེས་པར་དུ་བཟི་མཚམས་གནང་རྗེས་བདེན་རྫ་འབྲོག་པ་གང་མང་ཞིག་གནང་ཞོག་ཨ། ནམ་ལྷན་རྒྱལ་གང་ཟག་ང་རྒྱ་འབྲོག་མོ་ཡིན། ད་དེ་རིང་ང་པེ་ཅིང་ལ་སློབ་སྦྱོང་འགྲོ་བའི་བརྒྱུད་རིམ་ཁྲོད་ལ་ཡང་གནང་གནང་ཚུལ་གྱི་ད། ག་རེ་གཟུགས་རེད། བློ་མཐུན་གཅིག་གིས་ང་སྐད་ཆ་དེ་འདྲས་དྲིས་འདུག་འོ་ཡ་ཁྱོད་ཚོ་བོད་རིགས་ཀྱི་མི་སི་ཉེ་འདིར་བ་འོ་ཡ་ནི་ཆ་ཚང་ལོ་སྐྱིད་པོ་བཞི་བཅུ་ཡོད་རེད་པས། ད་གནང་གནང་ཚུལ་གྱི་ག་རེ་གཟུགས་རེད་བདེ་སྐྱིད་ཀྱི་ཚད་གཞི་ཟིག་རེད་བ་ཤིང་ཕུ་བྲེ་ཧྲུག་འོ་ད་འདི་ཐོ་བ་བཞི་བཅུ་འདུག་བ་ཨ་ནི་ཁྱོད་ཚོ་འོ་ཡ་བོད་ཀྱི་མི་འདི་གས་ལ་ཨ་ནི། དངུལ་གྱི་ཐད་ལ་ཐོག་པ་བཅས་མེད་ཙང་ཁྱེད་ཚོ་སྐྱིད་པོ་ཡོང་དགོས་རེད་ཟེར་འདུག་ཨ་ནི་ངས་བསམ་ན་བཅད་མ་བཏང་པར་ལམ་སང་ལན་གར་རྒྱབ་ཡོང་བས་ཟེར་ན་ང་ཚོ་ཨོ་ཡ་ནི་འདོད་བློ་ཁང་སླ་པོ་ཡོད་ཙང་སྐྱིད་པོ་ཡོང་རེད་ཞུས་བས་ད་ཡིན་ན་ལས་ང་ཚོ་ལོ་བ་བརྗེ་རུ་བ་སྐད་ཆ་དེ་ལ་ཡང་བསྐྱར་བསམ་བློ་བཏང་ཡོང་དུས་ཙམ་པ་ང་རེད་ང་ར་ཡ་དོག་ཅག་བྱེད་རྒྱུ་བཅས་སུ་རྒྱུ་མཚན་ག་རེད་ཟེར་ན་ང་ཚོ་དངོས་གནས་ང་ཚོ་བོད་རིགས་མི་ཟེར་ཉེན་དེ་དངོས་གནས་དྲང་གནས་འདོད་བློ་ཁང་ལྟེ་བ་ཞིག་རེད་ལ། ཨ་ནི་ད་ཐང་ད་ང་རང་གི་ཉེ་འགྲམ་གྱི་མིའི་ངོས་ནས་བཤད་བཤད་སོང་ན་དཔེ་ཤ་བཞག་ན་གཞུང་ཞབས་ཡིག་རྩིས་ལོས་འགྱོག་གི་མི་དེ་གས་ད་མི་མང་པོ་ཞིག་གི་འདི་ལ་སྨོན་གོ་རེ་ད་ཡིན་ནའི་ལ་ཁོ་ཚོའི་གི་སྐད་ཆ་ག་འདྲས་རེ་འདུག་གས་ཟེར་སོང་ན་འོ་ཡ་ཨ་ནི་ལས་ཀ་ལོ་ཞིབ་ཅུའི་གི་ཞལ་གྲངས་ག་ཚོད་བྱས་ནའི་ལས་རོ་བ་འོ་ཡ་ཨ་ནི་མི་ཚེ་གཅིག་ཁང་པའི་གི་བུ་ལོན་དང་མོ་ཏྲའི་བུ་ལོན་གི་ཆེད་དུ་འོ་ཡ་ཨ་ནི་འཚོ་བ་སྐྱེལ་དགོས་གོ་རེ་ཨ་ནི་ཞོགས་པའི་ལས་ཀ་ཆེན་དགོངས་དག་མ་ཡོང་ཨ་ན་ལག་ཆ་རྒྱབ་དུས་དེ་ཕར་དངུལ་འདི་སྤྲད་འོ་དེ་འདྲས་འཚོ་བ་སྐྱེལ་དགོས་གོ་རེ་ཨ་ནི་མི་ཚེ་ལ་དོན་སྙིང་ཆེན་པོ་གས་མི་འདུག་ཟེར་མྱི་མང་པོ་ཞིག་ཡོད་ཐུག་གི་འདུག་སླར་ཡང་ང་ནང་ཚོས་གི་ཡང་མི་མང་པོ་ཞིག་ནི་རེ་བ། ཨོ་ཡ་ཨ་ནི། སོ་སོའི་བཟའ་ཚང་གཉིས་ཀྱི་སྤུ་གུ་མང་པོ་སྐྱེས་རྗེས་ད་སྤུ་གུ་དེ་སོ་བ་ལ་ཡང། ཨོ་ཡ་ཨ་ནི་སེམས་ཁྲལ་བྱེད་ཉེན་དང་གནོན་ཤུགས་སྐྱེ་ཉེན་ཡང་མང་པོ་འཐོང་འདུག་ད་སླར་ཡང། ཡང་ཁ་ཤས་ཀྱིས་ག་རེ་ཟེར་ན་ཆང་ས་བརྒྱབ་རྗེས་ལོ་མང་པོ་ཕྱིན་ནས་ལས་སྤུ་གུ་འཁོར་གི་མི་འདུག་ཨོ་ཡ་དེའི་ཆེད་དུ་སེམས་ཁྲལ་བྱེད་ཉེན་ལ་སོགས་པ་མང་པོ་ཞིག་འཐོང་གི་འདུག་ལྷག་པར་དུ་ཨོ་ཡ་ང་ནག་ཚོས་ཀྱིས་ད་མི་ག་འདྲས་ཤེས་ན་ལས་ངའི་ཉེ་འགྲམ་གྱི་མི་ཆ་ཚང་གིས་སྤྱིའི་ཆ་ནས་འོ་ཡ་སོ་སོ་ད་ལྟ། འོ་ཡ་ཨ་ནི་སྐྱིད་པོ་བྱེད་རྒྱུ་ཡིན་བསམ་གི་ཟེར་ཉེས་ཀྱི་སྐད་ཤི་དེ་བཤད་ཉེས་ཉུང་ཉུང་རེད་ཤག་དེ་མཛད་པ་ང་རས་ལས་བསམ་བློ་ཞིབ་ཀྱིས་བཏང་མི་ཐའོ་ན་ང་རས་བསམ་བློའི་ནང་ལོག་རེད་ང་སྐྱིད་པོ་རེད་བས་དེ་འདྲས་བསམ་བཏང་རྒྱུ་ཙམ་ཕ་བཏང་ཚུལ་བཏང་ཨ་ནི་ཞུ་གི་ཞུགས་དེའི་མཇུག་སྡོམ་ག་འདྲས་རེད་འདོད་ཟེར་ན་ང་ནང་ཚུལ་གྱི་ལས་ཀ་ཡག་པོ་རྒྱུ་དཔལ་འབྱོར་ཡག་པོ་ཨ་ན་ང་ནང་ཚུལ་ཕྱི་ལོག་གི་རྣམ་པ་ཡག་པོ་ལ་སོགས་པ་ཆ་ཚང་ལོ་ང་ནང་ཚུལ་བདེ་སྐྱིད་ཀྱི་རྨང་གཞི་རེད་བས་ལ་རྨང་གཞི་མ་རེད་ཤག་འདི་གའི་ཆ་ཚང་ལོ་བདེ་སྐྱིད་ལྡན་པའི་སྒང་ལ་ཡག་ཐོག་ཡག་བརྩེགས་ཀྱི་རྒྱན་ལྟ་བུ་ཞིག་མི་ཞུ་རྨང་གཞི་མ་རེད་ཤག་རྨང་གཞི་དེ་ག་རེད་འདོད་ཟེར་ན་ཁྱེད་རང་གསོན་པོ་བསྡད་པ་འདི་རྨང་གཞི་རེད་ཤག། ཁྱེད་རང་གསོན་པ་བསྡད་པ་ཙམ་གྱིས་བདེ་སྐྱིད་རེད་ཞདང་ནང་བཞིན་གྱི་བ་ཡ་ཁྱེད་རང་གཟུགས་གཞི་བདེ་ཐང་ཡིན་པ་ཙམ་གྱིས་བདེ་སྐྱིད་ཞིག་རེད་བསམ་གྱི་འདུག་རྒྱུ་མཚན་ག་རེད་ཟེར་ན་གལ་སྲིད་ཁྱེད་རང་དེ་རིང་གྲོངས་པའི་ནས་ཨ་ན་གཞན་དག་ག་རེ་ཡོད་ནས་ལས་སྟོང་པར་བ་ལ་ལྡང་ནང་བཞིན་གྱི་ཁྱེད་རང་གི་གཟུགས་བོད་ཀྱི་མ་མཐའི་བདེ་ཐང་དེ་ལས་མེད་སོང་ན་ཨ་ན་གཞན་དག་ག་རེ་ཡོད་ནས་སྟོང་པ་རེད་བསམ་གྱི་འདུག་བྱས་ཙང་བ་ཡ་ང་ནང་ཚུལ་གྱིས་ད་ད་མདོ་ལས་ཁྱེད་རང་རེད་བ་མི་མང་པོ་ཅིག་ད་མདོ་བསམ་གོ་རེད་ཨ་ལ་ཨ་ཨ་འདྲས་རེད་བ་ཁ་ནས་བཤད་དུས་བདེ་པོ་ཡོད་རེད་ཡིན་ནས་ང་སྐྱིད་པོ་མི་འདུག་ང་ཅིག་ཅིག་གཉིས་ཅིག་གཟིགས་རེད་བ་ལ་དེ་འདྲས་ཡིན་ཁྱེད་རང་ཁར་འདུག་བ་ཡ་སྨན་ཁང་གི་འདི་ཚབས་ཆེན་གྱི་མྱུར་སྐྱོབ་ནང་ཕེབས་གནང་དང། མྱུར་སྐྱོབ་གནང་ནས་མ་བཏོན་པའི་ཀྱི་རས་དཀར་པོ་གཡོགས་པའི་ཀྱི་མི་དེ་དེ་རིང་གི་ད་གྲོང་མགྱོགས་འདི་ཨོ་ཡ་ཨ་ནི་ཁྱེད་རང་གི་སྐྱིད་པོ་མི་འདུག་འདུག་གཅིག་བྱས་ཤག་གཉིས་བྱས་ཤག་ཟེར་ཡག་གི་དེ་རིང་ཞིག་འདུག་ག་ལ་འདི་མི་དེ་ནམ་ཡང་སྒུག་མ་ཐུབ་པའི་ཀྱི་སང་ཉིན་དེ་རིང་བྱས་ཙང་འདི་ལ་བསམ་བློ་བཏང་རྗེས་ཁྱེད་རང་ཡང་གཉིས་སྐྱིད་པོ་ཡིན་མེད་བསམ་བློ་ཞིག་བཏང་གནང་ད་ཨ་ནི་ང་ནང་ཚོའི་བདེ་སྐྱིད་སེམས་ཉིད་དེ་ག་འདྲས་ཡོད་མེད་ག་ལེ་གི་ལེ་འགོག་ཚོད་ཡོད་གི་འདུག་བསམ་བསམ་ཞིག་གི་འདུག་ཤེས་མ་ཤེས་ང་ནང་ཚོ་མི་སེམས་མཐའ་ཀླས་མ་གང་ཟེར་བར་ང་ཚོའི་འདོད་པ་ཟེར་དེ་རྫོགས་ཡག་ཡོད་མ་རེད་པ་ལ་བྱས་ཙང་ང་ནང་ཚོའི་ཀྱི་བསམ་བློ་རྨང་གཞི་དེ་གང་བཏང་སོང་ན་འདྲ་པོ་མེད་འགྲོ་བསམ་གི་འདུག་ང་ནང་ཚོའི་ཀྱི་མི་གཞན་དག་གི་བསམ་བློའི་ནང་ང་ཚོ་འབད། ཨོ་ཡ། གནས་ཡི་སྐྱེས་བུ་ཞེས་བགྱི། བདེ་སྐྱིད་ལྡན་པའི་གྱི་མི་རིགས་ཀུན་གོར་ལྟ་བ་ན་ང་ནག་ཚོ་སོ་སོས་བསམ་བློ་བཏང་དུས་ཁྱེད་རང་དངོས་གནས་དྲང་གནས་ཚད་དང་མཐུན་གི་འདུག་ཨེ་ལ། འདི་བསམ་བློ་བཏང་ཡང་དེ་ཧ་ཅང་གལ་ཆེན་པོ་རེད་ཤག་ཨ། ང་ནག་ཚོའི་གྱི་བརྙན་ཐུང་ལ་དེ་མཚམས་དྲོན་ཧྥ་བྷིང་ལོད་ཁ་མ་མ་ཞིག་གནང་ཤོག་ཨ་ལ། མ་གཞི་ངས་ཅོག་གི་ང་ལ་ཡག་པོ་ད་བྱེད་གི་ཡོད་དེ་ལ་ཡིན་ནའི་ལ་ངས་ཅོག་ལ་འཇོན་ཐང་བཅས་ཡོད་མ་རེད། རྣམ་ལྷན་གྱི་གཉེན་སྣང་འདི་མཐོང་དུས་ཛར་བ་ཡིན་གཅིག་མིན་གཅིག་ཨོ་ཡ་དེ་འཛར་སྣང་ཅན་ལྟས་ཚ་བ་སྣང་ཞིག་ཉན་ར་མི་ཀུ་ན་ཤོ་ཨ་ལ་ལྷན་གཉིས་ཀུན་ང་ཟ་ང་རྒྱང་འབྲོག་མོ་ཡིན་ད་དེ་རིང་བྲབ་ཅི་དགོན་པར་འགྲོ་དུས་ཛར་བ་ཨ་ནི་ཡིན་ཞོར་ལ་ཟ་ཁང་གཅིག་ནང་ལོག་ཡས་ཕྱིན་པ་རེད་ད་དེ་འདྲ་ཡིན་དུས་ཛར་བ་ངས་ཟ་ཁང་གསང་སྤྱོད་ནང་ལོག་ནས་བསྡད་ཨ་འདྲས་ཟི་ད་འབངས་སྒྲིག་བྱས་བསྡད་དུས་ཛར་བ་ཨ་ནི་ཨ་ཅག་ཅིག་གིས་ར་བ་ནང་ལོག་ལ་སྐད་བཤད་ཡོད་པའི་གོ་བྱུང་ང་ལ་ཨ་ཅག་དེ་གར་སི་ཐོག་ཟེར་སོང་ད་མོ་རང་གི་རོགས་པ་ལ་བཤད་ཡོད་ས་རེད་འོ་ད་ངས་ཅོག་ང་ལ་ར་བ་མ་ཤི་སྟེ་ཡག་པོ་བྱེད་ཀྱི་རེད་ར་བ་ད་དུས་རྒྱུན་ད་ཡིན་ནའི་ལོས་ར་བ། ཨ་ནི་ངའི་ཅོག་ལ་འཇོན་ཐང་ཅན་མི་འདུག་མི་གཞན་དག་དང་དུར་ས་གོ་རེ་མི་འདུག། ཨ་ནི་དཔེ་ཞག་བཞག་ན་མོ་རང་གར་ཤེས་འདོག་ཟེར་སོང་ན་མོ་རང་དེ་རིང་ཁ་སང་བཏུས་སྟོང་ཞིག་ཉོས་ཉེ་དྲུག་འདུག་བཏུས་སྟོང་འདི་དཔེ་ས་ཞིབ་ཀྱི་རེད་བཞག་ད་བཏུས་སྟོང་འདི་ལས་གོང་ཆེན་པོ་མར་བཞག་སྒོམ་གསུམ་སྣང་ལྷག་ཚེ་ལས་མར་བཞག་ད་ཡིན་ནའི་ལས་ཅོག་ལ་ཉོ་གི་ཡོད་ཟེར་དུས་ཙམ་པ་ཨ་ལས་རོགས་པའི་ཙམ་ནས་དངུལ་གཡར་ཅིག་ཉོས་གི་ཟིག་གིས་ཨང་ཆོག་བཅད་མི་འདུག་ཟེར་གི་འདུག་དེ་སྐད་ཅིག་དེ་གོ་དུས་ཙམ་པ་ང་དངོས་གནས་དྲང་ནས་ཧང་ར་ཞིག་བསམ་ཞིག་ད་ཨ་ཅག་འདི་བསམ་ན་ག་ར་ཞིག་བསྟན་གི་ཡོད་ན་ལ།

ཨོ་ཡ་ནི་མོ་རང་གི་བསམ་མནོའི་ནང་ལོ་ཡི་གར་གུག་ཏུ་འེ་སྲིད་སོང་ན། ཨོ་ཡ་མོ་རང་ལ་ཡག་པོ་བྱས་པ་བློ་གཅིག་སེམས་གཅིག་བྱས་པ་དང་ཏོ་ལས་འཇོན་ཐང་ཡོད་པ་དངུལ་ཡོད་པ་ཨོ་དེ་འདྲ་ཞིག་གོ་ནི་གྲུ་གྲོགས་པོ་ཡིན་ཡིན་ས་རེད་ད་དེ་འདྲ་བྱས་པ་ཡང་ཡང་སྙིང་སོ་སོས་སོར་ཤིག་ལྟོས་ད། རང་ལ་ག་རེ་ཡིན་ས་དེ་འདྲ་བཀོད་ཡོད་རེད། ང་ནང་ཚོས་གི་རུ་བ་སོ་སོ་རང་ཉིད་ཀྱི་ཨོ་ཡ་ལག་པ་གཉིས་ལ་བལྟས་རྗེས་སྒོམ་གསུམ་སྟོང་ཡིན་པས་གི་ཨོ་ཡ་འདུག་སྟོང་འདི་མིག་བཙུམ་ཚད་མ་བྱས་པ་མ་ཉོས་ཡ་ག་རེ་ཡིན་ན་ལ། ཨོ་ཡ་ཨ་ནི་འཇིགས་མི་འགྱུར་བ་སོ་སོ་ཨ་ལས་མི་ལ་བསྟེན་དགོས་གི། ད་མདོ་ལས་གཞན་དག་ལ་རེ་བ་ཞིབ་ཅིག་བཏོན་ཡག་འདུག་བ་ལ་ཆབ་ཚབ་ཞིབ་ཅིག་འདུག་དེ་འདི་ཙམ་པ་གནས་ཚུལ་དེ་འདྲ་ཞིག་ངས་དེ་རིང་བཤད་ཡག་རྒྱུ་མཚན་ག་རེད་ཟེར་ན་ང་ཚོ་དོན་དངོས་འཚོའི་ཁྲོད་ལ་དངོས་གནས་དྲང་གནས་ཀྱི་ཨོ་ཡ་གནས་ཚུལ་དེ་འདྲ་ཉུང་ཉུང་མ་རེད། མི་མང་པོ་ཅིག་གི་རེ་བ་སོ་སོའི་མིག་མདུན་ལ་ཡོད་པའི་གི་ལོངས་སྤྱོད་དེ་ལ་འབད་ཨོ་ཡ་ཨ་ནི་ང་ནག་ཚོའི་གི་སྣང་བ་མེད་བྱེད་ཅིག་ཨ་ནི་འབད་འགྲན་རྩོད་ད་འདི་པ་ཅིག་བྱེད་ཅིག་རེ་བ་ད་ཆ་རྐྱེན་ཡག་པ་རེ་ཞིག་ཡོད་ན་ནི་དེ་འདྲའི་རེ་བ་དགའ་བ་ཡོད་པའི་དུས་དང་ཁོང་ཆེན་པར་ཉོའི་གནས་ལ་ཨོ་ཨ་ཟེར་བ་ད་ཡིན་གནས་ལ་ང་ནག་ཚོས་ཆ་རྐྱེན་མེད་པས་ཀྱི་ཞིང་འབྲོག་ཁུལ་གྱི་ཁྱིམ་ཚང་གཅིག་གི་ངོས་ནས་བཤད་ན་སྒོར་མོ་སུམ་སྟོང་ཟིན་དུས་ཙམ་པ་ཡང་ཉུང་ཉུང་ཅིག་ཨ་ཡིན་ལ། ད་དེ་འདྲ་ཡིན་དུས་ཙམ་པ་ཨ་ན་ང་ནག་ཚོས་ཀྱི་རུ་བ་ཨོ་ཡ་ཨ་ན་སོ་སོ་ཨོ་ཡ་ག་འདྲ་ཞིག་ཡོད་མེད་དེ་ལ་ཅེས་སྨྲ་ལྟས་བྱེད་བྱེད་རུ་བ་མིའི་དེའི་ཆ་ཚང་ལ་སྒོ་ཡོད་སྲིད་སོང་ན་ཏག་ཏག་བཅད་བསྡད་མི་འདུག་ང་ནག་ཚོ་གནའ་མིའི་གཏམ་དཔེ་ཡང་གཟིགས་རུ་བ་ལ་ཁ་ལ་དཔག་པའི་སོ་གཟིགས་རུ་བ་ལ། བྱས་ཙང་ཨ་ནི་ཁ་ལ་མ་བབས་པ་གི་སོ་ཞིག་ཁྱེད་རང་ལ་དགའ་ན་ལན་པོ་བསྐྱེད་མི་འདུག་ལ། བྱས་ཙང་ཨོ་ཡ་ང་ནག་ཚོའི་མིག་འདི་གི་བདེ་སྐྱིད་ཐོང་ཞེ་ཡ་ད་སོ་སོ་ད་འཚམས་པའི་འཚོ་བ་སྐྱེལ་ཡ་དེ་གལ་ཆེན་པ་རེད་ཞག་པོ་ནག་ཚོ་འགྲན་རྩོད་བྱས་རྗེས་ཁྱེད་རང་སྒོར་མོ་སུམ་སྟོང་ཡིན་པའི་གི་བདུན་སྟོང་ཞིག་གོན་རྗེས་ཁྱེད་རང་ཆེ་རུ་འགྲོ་གི་མ་རེད་ལ་ཁྱེད་རང་མཛེས་རུ་འགྲོ་གི་མ་རེད་དེ་བས་ཀྱང་ཚད་རིང་རུ་དང་བདེ་ཐང་ཆེ་རུ་བཅས་འགྲོ་གི་མ་རེད་ཐ་ན་ངས་ཁྱེད་རང་ཚོ་དོན་དངོས་ཞུ་ཨོ་ཡ་ཨ་ནི་ད་བར་ལ་སུམ་སྟོང་བཞི་སྟོང་བྱས་རྗེས་ཞེ་བརྗེའི་གཙོ་གཉེར་གི་དཔལ་ས་ཡིན་ཟེར་ཉིན་གི་བསྟུད་སྟོང་དེ་གས་ཨོ་ཡ་ང་ནག་ཚོའི་ནང་སའི་གི། བཟོ་གྲྭ་དེ་འདྲ་ནས་དོན་ཡོང་དུས་སྒོར་མོ་འོ་ཡ་བཅུ་བགྲངས་ཉི་ཤུ་རྩ་བགྲངས་བྱས་རྗེས་དོན་ཡོང་དགོས་རེད་ཡ། ཨ་ནང་འདབ་ཁ་ཤས་ཤིག་སྤར་རྗེས་བཙོང་བར་བྱ་བྱས་ནས་ལས་རྒྱ་ཁ་ཤས་ཀྱི་ཁུག་ཁུག་ཡོད་རེད་ཁྱེད་རང་ཡིན་གཅིག་མིན་གཅིག་སུམ་སྟོང་བཞི་སྟོང་སྤྲད་རྗེས་རེད་པ་འོ་ཡ་ཨ་ནི་འདོད་བློ་ཁང་ཡག་དང་མི་ལ་རེད་པ་འགྲན་རྩོད་བྱས་བྱས་སོང་ཆོས་བྱེད་ཡོད་མ་རེད་དེ་སླད་དུ་རེད་པ་འོ་ཡ་ཨ་ནི་ང་ནང་ཚུད་ཀྱི་འོ་ཡ་ཉམ་ཐག་གི་ནད་པ་དེ་འདྲ་ལ་ཞལ་འདེབས་བརྒྱབ་བྱས་ནས་ལས་དངོས་གནས་དྲངས་ནས་གེ་བ་ཟ་ཡོད་ད་ལ་འོ་ཡ་དེ་འདྲས་ཟིན་ཨ་ང་ནང་ཚུད་བརྙན་ཐུང་དེ་གཟིགས་ས་དུས་ཁྱེད་རང་ཚོས་དེ་འཛར་འགྲོ་ཕར་གང་མང་གང་མང་གནང་རོགས་བྱས་རྗེས་ལྷག་པར་དུ་བཀའ་དྲུང་མེད་སྐོར་གནང། འཛམ་བུ་གླིང་སྲིད་གཉིས་ཀྱི་ཁྱད་འཕགས་བར་ལ་མི་ག་རེའི་ནད་ལས་མཐོང་ཡ་དུ་དངོས་གནས་དྲག་ནས། ད་བརྩེ་དུང་གི་ཆེད་དུ་ཟུར་ཟས་མ་བཅད་རང་གཅེས་ཆགས་སོ་ཟེར་དངོས་གནས་རྒྱལ་མོ་ཞེ་བརྒྱུད་ལང་གི་འདུག་ཁོ་ནང་ཚོ་བརྙན་ཐུང་དེ་ཅོག་ཁྲོབ་ཞེ་བརྒྱུད་དུ་ངེས་པར་དུ་གཟིགས་ཙམ་གནང་ཞོག་ཨ་ལ། ནམ་ལྷན་རྒྱལ་ཁོང་ཟ་ཁ་གྱ་འགྲོག་མོ་ཡིན་ད་དེ་རིང་ཁ་སང་ཡོད་རོ་བ་ཨ་ནི་ཡིན་ང་ཡ་ད་གཅིག་གི་འགན་འཁྲི་གི་ཐོག་ལ་རོ་བ་ཨ་ནི་ཡིན་ཡི་གེ་ཞིབ་ཅིག་བསྐུར་ཤག་ད་ག་རེ་ཟེར་འདུག་ཟེར་སོང་ན་ཨ་ཅག་རང་གིས་རྟག་པར་རེ་ཞིག་ཟུར་ཟས་ལ་སྡུག་པ་བྱས་པ་རེད་ད་དམའ་འབེབས་སྐྱ་ཉམས་མ་བཏང་ན་འགྲིག་གི་རེད་བས་བསྐུར་ཤག།

ཨོ་ཡ་ད་ཁ་བྲལ་བར་བ་ཁྱི་གཉིས་ད་ཁ་བྲལ་རྗེས་བཞུགས་ཚུར་ལོག་ཡོང་དུས་ཙམ་བར་བ་ཨ་ནི་གཉིས་འཇག་ལོ་ཁྱིམ་ཚང་ཡོད་རེད་མོ་རང་ལས་ཆང་ས་རྒྱབ་སྤུ་གུ་ཡོད་སྤུ་གུ་བུ་དེའི་ངོས་ནས་བཤད་ནས་ལས་རེ་བ་ཆང་ས་རྒྱབ་ཚར་ཤགས་ད་ཡིན་ནའི་ཡང་བསྐྱར་ཐུག་དུས་ཙམ་བར་ཕན་ཚུན་རྗེས་ཐུག་གི་མི་འདུག་བྱས་ཙང་བརྩེ་དུང་གི་ཆེད་དུ་ཟུར་ཟའི་མ་བྱས་རང་བྱས་བྱས་སོང་ལ་མ་ཚད་རང་བཙན་ལས་བྱས་སོང་ཟིག་དང་ངོ་ནས་ང་ནི་ཀེ་སྟི་ཁོ་དེ་གད་མོ་ཞིབ་ཅིག་ཤོད་འདུག་ནས་མཛེས་མ་རང་བསམ་ནོ་ཡག་པོ་ཞིག་བཏང་ད་རང་སློབ་གྲ་ཆེན་པོ་མ་ལོན་པའི་ཕྱིར་མོ་རང་ལོན་དུས་རང་གཡུག་བྱས་ཕྱིན་སོང་ཨ་ད་འདི་བརྗེད་མ་ཐུབ་བྱས་གར་འདོད་ད།

ཕར་ཕྱོགས་པ་དེའི་དགང་བློ་ཡང་བསམ་ན་དང་ཡང་གི་ཆེད་དུ་འོ་ཡ་ཨ་ཁྱེད་གཉིས་འདི་འདྲ་རེ་བྱས་ཨ་འཐི་བས་ཀྱང་ཁྱེད་གཉིས་ཀྱི་ད་ལྟའི་རྗེས་ཐུག་གི་མི་འདུག་ཟེར་ཡ་དེས་འོ་ཡ་ཨ་ནི་ཕར་ཕྱོགས་པོ་རི་བ་རང་གི་བཟའ་ཟླ་ཡིན་ན་འདྲ་པོ་སྤུ་གུ་བུ་དེས་ཀྱི་ཨ་ཅེ་ཡིན་ན་འདྲ་ཁོ་གཉིས་ཁྱེད་གཉིས་གཉིས་ཀྱི་སྤུ་གུ་རི་བ་འོ་ཡ་ཨ་ནི་སྤུ་གུ་གཉིས་འདའ་ཨ་ནི་ཕར་ཕྱོགས་པོས་གི་མི་གཉིས་ལ་གནོད་པ་བཏང་པའི་རྨང་གཞིའི་ཐོག་ལ་ཁྱེད་གཉིས་ང་གཉིས་རྗེས་ཐུག་གི་མི་འདུག་ཟེར་ཡ་གི་རྒྱུ་མཚན་རེ་ག་རེ་འདུག་བས་ད་དངོས་གནས་དྲང་ནས་དང་ཐོག་བརྩེ་དུང་གི་ཆེད་དུ་ཟུར་ཟའི་བྱས་པའི་ན་ཆེ་གད་མོ་མ་སློང་ད་ལྟ་ཟུར་ཟའི་བྱས་ཉེས་དེ་ལ་བརྩེ་དུང་སུ་ལབ་ཡ་གི་དབང་ཆ་ཁོ་རུ་ཡོད་མ་རེད་དེ་ཡིན་དུས་རྩམ་པ་སྐད་ཆ་ཁྱད་མཚར་དེ་འདྲ་མ་ཤོད་ཤི། དངོས་གནས་དྲང་གནས་གལ་སྲིད་ཁྱེད་གཉིས་ཕན་ཚུན་བརྗེད་མ་ཐུབ་པར་འདི་འདྲའི་བརྩེ་དུང་ཡག་པོ་ཞིག་བརྗེ་ཡོད་ན་ཨ་ནི། ལོ་བཞིའི་གོང་ལ་ཁ་གྱེས་ཡག་གི་རྒྱུ་མཚན་ག་རེ་ཡིན་ན་དེ་བས་ཀྱང་རེད་པ། འོ་ཡ་ཨ་ནི་ལོ་བཞིའི་གོང་ལ་ཁ་གྱེས་པས་མ་ཚད་དང་ཐོག་མི་གཞན་དག་གཉེན་པོ་ཆང་ས་རྒྱབ་ཡག་གི་རྒྱུ་མཚན་ག་རེ་ཡིན་ན་བརྗེད་ཚར་བ་རེད་སྟ་གོ་རྒྱབ་གཡུག་ཚར་བ་རེད། བྱས་ཙང་ད་འདི་ཐུགས་རྩིས་ཙམ་པ་ཨ་ནི་འདོད་པ་འདྲ་ཅང་ག་བྱེད་ཆོ་བཅས་ཡོག་མ་རེད་འདི་བརྩེ་དུང་གི་ཆེད་དུ་ཟུར་ཟའི་ཞེབ་ས་མ་རྟ་འདི་སོ་སོའི་འདོད་པའི་གི་ཆེད་དུ་ཟུར་ཟའི་བརྩེ་བ་ས་ཆུང་སུ་འང་ལ་དེ་འདི་རྩ་བ་ཨ་ནི་སྐད་ཆ་ཁྱད་མཚར་དེ་འདྲ་རྩ་བ་ཉིད་ནས་མ་བཤད་རོགས་ཞེས་དེ་བས་ཀྱང་ཁྱེད་རང་གི་རེད་པ། འོ་ཡ་ཨ་ནི། ཁྱེད་རང་གི་བསམ་མནོའི་ནང་ལོགས་ལ་ད་ཁྱེད་གཉིས་ཀྱི་བརྩེ་དུང་དེ་དངོས་གནས་དྲང་གནས་རེད་པ་སེམས་འགུལ་ཐེབས་དགོས་ཡ་ཞིབ་ཅིག་ཡིན་བསམ་གི་ཡོད་ཀྱི་དེ་ལ་ཡིན་ན་སེམས་འགུལ་ཅི་ཡང་ཐེབས་ཡ་མི་འདུག་ཁྱེད་གཉིས་ཀྱི་བརྩེ་དུང་དེ་གད་སྙིགས་དང་གཅིག་བྱེད་རྐྱང་རེད་བྱ་བྱས་ཙང་འོ་ཡ་ཨ་ནི་ཁྱད་མཚར་དེ་འདྲ། ལས་ཀ་ཁྱད་མཚར་དེ་འདྲ་བྱས་བྱས་བརྩེ་དུང་ཁ་མ་ཡ་ཨ་དེ་ཁྱེད་གཉིས་ཀྱི་འདོད་པ་དགོན་ཡ་ཆད་དུ་རུ་དེ་བས་ཀྱང་འོ་ཡ་རང་གི་བཟའ་ཟླ་ལས་བསམ་མནོ་བཏང་དང་སྙིང་རྗེ་རང་སྤོ་གོ་དེ་ལས་ལྡོག་ལྟོས་དང་སྙིང་རྗེ་གི་མི་འདུག་བས་ཨ་ཕ་ཅོག་པ་གི་ཨ་ཅིག་ག་རེ་ནོར་སོང་ད། ཁྱེད་གཉིས་ལོ་ཞིག་གོང་ལ་རྒྱག་རེ་ཤོག་རུ་བ་འོ་ཡ་ཨ་ནི་ཁ་བྲལ་དེ་ནས། སོ་སོ་སོའི་ཁྱིམ་ཚང་རེད་ཟེར། དེ་ནས་ད་ང་གཉིས་མཇལ་ཐུབ་མི་འདུག་ཟེར་ན་ག་རེ་ཡིན་ཟེར་དགོས་པ་ད། རྒྱལ་མོ་མ་ལོངས་དུས་རང་ཉིད་ཁྱི་གཉིས་ཀྱི་འདོད་པའི་ཆེད་དུ་རེད་པ། འོ་ཡ་ཨ་ནི་རང་བཞིན་ཚ་ཐག་ཆོད་པོ་རེད་མ་ཞུས་དེ་བརྩེ་དུང་དང་འབྲེལ་བ་ཕིག་མོ་རྩི་ཤ་རེ་ཞིག་མི་འདུག་གོ་ལ། ཁྱེད་རྣམས་ཚོས་བྱས་ན། འོ་ཡ་ཨ་ནི་ཁོ་གཉིས་ཀྱི་དེ་བརྩེ་དུང་དང་འབྲེལ་བ་འདུག་གས་ལ། དེ་འདོད་པོ་རེད་འདུག་ག་ལ། དེ་ནི་ཚང་མ་ང་ནང་ཚོས་གྱིས་མཇལ་མི་མཇལ་འོ་ཡ་སོ་སོའི་གི་བཟའ་ཚང་ཡོད་པས་ཞུ་གོ་བཟའ་ཚང་གི་འདོད་གཤིས་སོང་ཡ་དེ་གལ་ཆེན་པོར་ཆགས་ཤིང་ད་ལྟ་མཇལ་ཐུབ་མི་འདུག་ཟག་བྱས་ད་མོ་རང་ལ་རེད་པ་རང་ནང་བཞིན་གྱི་མཇལ་མ་ཐུབ་པ་ཕྱོགས་ཏུ་ཡོད་སྲིད་གི་རེད་བྱས་ཙང་སྲས་མོ་དང་ཨ་ཙི་དེ་གས་རང་ཚད་ག་ཡོང་ན་བས་ས་ཡོང།